VOT ནོར་ཝེ་བོད་ཀྱི་རླུང་འཕྲིན་ལས་རིམ་སེ་སིས་གནང་མཁན་ཀུའུ་ལི་ཡཱ་འཚམས་འདྲི་བཀྲ་ཤིས་ལས་ང་ད་རིང་ལས་རིམ་གཙོ་སྐྱོང་ཞུ་མཁན་བསྟན་འཛིན་ཆོས་འཛིན་ཡིན། ཉེ་ཆར་སྤྱི་ཟླ་དྲུག་པའི་གི་ཚེས་བཅུ་གཅིག་ཉིན་མོ་ལྡི་ལི་ཡཱ་བོད་རང་བཙན་འཐབ་རྩོད་པ་དང་ལས་འགུལ་བ་ཐ་ཀ་ན་ཤིན་ད་ནྡ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གསོ་ཨནི་ཡེ་གེ་ལྷ་སངས་ཚེ་རིང་ལགས་ནི་རྡ་རམ་ས་ལ་ལི་ཡཱ་ཁུང་ལོ་བདུན་དུས་བཞིའི་ཐོག་ལི་ཡཱ་ནི་དགོངས་པ་རྫོགས་པའི་གི་གནས་ཚུལ་བྱུང་ཡོད་རེད་གནད་དོན་འདི་དང་འབྲེལ་ནས་དམ་པ་ཁོ་རང་དང་ཐུགས་འདྲིས་ཆེན་པོ་ཡོད་མཁན་གི་ཨནི་བོད་རང་བཙན་འཐབ་རྩོད་པ་དང་མཁས་དབང ྋརྒྱལ་ནོར་བུ་ལ་རེ་དྭགས་ན་གཞིས་སྤྱི་སུ་ལྷ་རྒྱ་རི་རྣམ་རྒྱལ་འགྲོ་ག་ལ་ཉམས་རྟོགས་ང་ཚོའི་གི། དམ་པ་ཁོ་རང་གི་སྐུ་ཚེ་ལོ་རྒྱུས་རེད་ཁོ་རང་གི་ལྗགས་རྩོམ་རིགས་རེད་དྭགས་ན་གཞིས་ཁོ་རང་གི་ཨ་ནི་བོད་མི་རྒན་ཤོལ་དར་གསུམ་ལ་ཡང་བཅང་བའི་གི། རེ་བ་སྐོར་ལ་ཡང་ནི་ང་ཚོ་གི་གླེང་མོལ་ཞུ་གི་ཡིན། རྣམ་པ་གཉིས་དང་ཐོག་དེ་ལ་ཡང་ང་ཚོའི་གི་ལས་རིམ། ཐོར་ལས་འཕེལ་བ་དེ་ལ་ཡང་ད་ཅིག་འཚམས་འདྲི་བཀྲ་ལེ་ཆེན་ཞུ་གི་ཡིན། ད་ཅིག། ངེད་ཅག་སྤྱི་ཟླ་དྲུག་པའི་གི་ཚེས་བཅུ་གཅིག་གི་ཉིན་མོ་འདི་ལ་ཡང་ད་ཅིག། ད་བོད་མི་ཚང་མ་ལ་ཡང་ཨ་ནི་སེམས་སྡུག་ཆེན་པོ་བྱུང་བས་གི་གནད་དོན་གཅིག། ད། རྒན་ལྷ་སངས་རིང་ལ་དགོངས་པ་རྫོགས་པའི་གི་གནས་ཚུལ་དེ་ཆགས་ཀྱི་ཡོད་དུས་ཅིག་རྣམ་པ་གཉིས། དང་དོ། གནས་ཚུལ་དེ་གོ་དུས་ག་ལ་ཡང་སོ་སོའི་གི་སེམས་ནང་ལུས་ལ་ཡང་ཚོར་བ་དྲུག་ཅིག་ག་རེ་བྱུང་སྣང་སོང།

རླུང་ལངས་པོ་རུ་བྱེད་རེས་ད་བྱེད་ནས་ལྟེ་བ་དེ་ཁོ་རང་གང་ད་དགོངས་པས་ན་ད་བོད་རང་བཙན་དོན་དག་གར་བྱེད་འདུག་ད་འདིའི་དོན་དག་ལ་ང་ཚོས་མ་ཅིག་དོན་ཅིག་བཤད་ཅིག་སྐད་རྒྱབ་ཅིག་དཀྲུག་དཀྲུག་རུ་བཏང་ཡང་ཅིག་གི་དགོངས་པ་བཞེས་ཡོད་བྱས་ནས་འདི་འདྲ་བྱུང་ཡོད་མ་རེད་བྱས་ཙང་ང་ཚོས་ད་ཁོ་རང་ཤག་ཚང་ནས་གང་སྐད་ཅིག་མི་ཁོ་རང་ཅིག་ག་ཚོད་རེད་རེ་ངན་རུ་བྱས་འདི་ཡག་པོ་ད་ཞི་ར་རེད་བྱས་ནས་འདི་ང་འདི་སེམས་སྐྱོ་རོགས་རུ་བྱེད་དགོས་འདུག་ག།

ཚེ་རང་མེད་པ་དག་སྐུ་གཟུགས་ཉམས་ལ་ཐིག་གི་ཡོལ་བ་དག་ཨ་ནི་དེའི་རྐྱེན་པས་དགེ་ལ་དགོངས་པ། རྫོགས་ཚིག་གི་རེས་ཅི་བྱས་དེ་འབྲེལ་གྱི་སྐད་ཆ། གོ་བའི་ཐོག་ནས་སོ་སོའི་སྨྱོས་ནས་ལྟ། ཁ་ཤི་བར་གནས་ཚུལ་ག་རིགས་ནས་བྱུང་སྲིད་ཀྱི་རེད་ཐོས་སྲིད་ཀྱི་རེད་བསམ་པའི་ཐོག་ནས་གྲ་སྒྲིག་བྱེད་འདེད་བཞིན་པ་ཅིག་ཡིན། བྱས་ཙང་ཨ་ནི་དགེ་ལ་དགོངས་པ་ཤ་རྫོགས་ཞེས་བྱས་དེ། གནས་ཚུལ་གོ་བ་དང་ཁོང་རང་ཚོ་ཁྱིམ་ཚང་ནས་གནས་ཚུལ་གོ་བ་དང་མྱ་ངན་ཞུ་བའི་དང་སྨོན་ལམ་འདོན་ཡ་རང་མ་གཏོགས་དྲང་པོ་ཞུ་བ་ཡིན་ན། དེ་དུས་སྐབས་སུ་བབས་བས་ཀྱི་འཚོ་བ་གཞན་པ་ས་གས་མ་བྱུང། ད་སྤྱི་དང་ནས་ངའི་སྨྱོ་ནས་ཐད་ཀར་རྒྱལ་ལ་ཞལ་འཚོ་ཡ་དེ། ད་རྒྱལ་བྱ་ནུ་ལ་ན་ཤི་གྲོགས་པོ་རྙིང་པ་དང་འཐབ་གྲོགས་རྙིང་པ་དང་དེ་འདྲའི་རྩ་བ་ཉིད་ནས་མ་རེད། ཐད་ཀར། འབྲེལ་བ་ཆགས་ཡས་དེ་ཉེ་ཆར་ལོ་གཅིག་ནང་ལོགས་ལ་སྒེར་ལ་སྐུ་གཟུགས་གཞན་རུ་ཐེབས་པའི་ཐོག་ནས་སྒེར་ལ་ཞབས་ཕྱི་ཞུ་ཡའི་གོ་སྐབས་བྱུང་བ་དང་དེ་ཚོའི་བརྒྱུད་ནས་སྒེར་ལ་ཡི་བཀའ་མོལ་དེ་ཚོ་ཉན་ཡས་ཀྱི་གོ་སྐབས་བྱུང་བ་དང་དེ་ཚོ་ཕྱག་འདེབས་ཀྱི་ཡོད་བྱས་ཙང་སྒེར་ལའི་སྐུ་གཟུགས་གནས་བབ་དེ་མགོ་ཚུད་པའི་ཐོག་ནས་གནས་ཚུལ་དེ་གང་ཡོད་དེ་དངོས་གནས་བློ་ཕམ་བྱུང་སོང་མྱ་ངན་ཞུ་ཡས་ཅིག་དང་སྒེར་ལ་ཡི་དགོངས་པ་ག་རེ་ཡིན་པ་དེ་ཚོ་ཚང་མ་བསམ་བློ་བཏང་ཡས་ཅིག་བསྐྱར་གསོ་བཏང་ཡས་ཅིག་གལ་ཆེན་པོ་རེད་ཅེས་མཐོང་བའི་ཐོག་ནས་དེ་འདྲའི་ཚོར་བ་བྱུང། ད་རྒན་རྒྱལ་ནུ་ལ་འགྲོ་རྒྱུ་ཆ་བཞག་པ་ཡིན་ན་ད་ལོ་ལྔ་བཅུ་ལྷག་གི་རིང་ག་ལ་ཡ་གཅིག་ད་རྒན་ལྷ་སང་ཚིང་ལ་ངོ་ཁེལ་འདི་དུས་ག་ལ་ཡ་གཅིག་ད་མང་ཚོགས་ཀྱི་མཐོང་སྣང་འདི་གལ་ཆེ་ཨ་རྒན་ལྷ་སང་ཚིང་ལ་དངོས་གནས་མི་ག་འདྲས་འབྱོར་བས་ང་ཚོས་ཀྱི་ད་བསམ་པ་ན་གཞི་ལས་ད་དུས་ཚོད་མང་པོ་ཅིག་མཉམ་དུ་ཤི་བོས་དུས་སྔོ་ན་ཁོ་རང་གི་གཤིས་ཀ་འདི་ག་འདྲས་འགྲོ་འགྱོ་རེད་འདི་ག་ལ་ཡ་ཐུག་དུས་ཀྱི་གསུང་ན།

ཅིག་སྐུ་ཡོན་དང་དེ་ཚོ་གང་ལ་ཡང་མཁྱེན་དུས་ག་ལ་སོ་སོའི་གི་ངོས་ནས་ཨ་ནི་བསམ་ཚུལ་སྒྲོག་ཅིག་ག་རེ་བྱུང་གནང་སོང།
སྤྱི་བཏང་ནས་ངའི་ངོས་ནས་རྒན་ལྷ་ས་མ་སྐོར་ལ་ཐོས་ཡས་དེ་ཡི་ད་ཕལ་ཆེར་ང་རང་ཚོ་བཙན་བྱོལ་ནང་ལོག་ལ་སྐད་ཆ་འཚམ་ངེ་ཚང་མ་དང་ཉམས་མྱོང་གཅིག་པ་རེད་བསམ་གྱི་འདུག་སློབ་གྲྭའི་དུས་ཚོད་སྐབས་སུ་ནས་ཞིག་ནས་རྒན་ལགས་སྐོར་ལ་མང་པོ་ཞུ་གོ་མྱོང་ཡོད། བྱས་ཙང་དེ་འདྲ་ཡོད་དུས་རྒན་ལགས་ཀྱི་སྙན་ངག་བྲིས་གནང་པ་སྒྲོག་སྦྱངས་གནང་པ་དེ་ཚོའི་སྐོར་ལས་གོ་མྱོང་ཡོད། ཡིན་པས་ནས་དངོས་སུ་ང་སློབ་གྲྭའི་དུས་སུ་རྒན་ལ་དཔྱད་བྱས་མ་མྱོང།

དུས་ཚོད་རིང་ལ་དང་རྒྱལ་ལ་སྐབས་ཁ་ཤོ་བོ་ལ་རྒྱུ་འབྲས་ནི་འཐབ་རྩོད་དང་བྲལ་བའི་ཐོག་ནས་འཚོ་བ་ག་འདྲ་ཡོད་མེད་མང་པོ་ཆེ་ཤེས་ཡན་གཅིག་ད་རང་བཙན་ཚོགས་འདུ་རིམ་པ་ཐོག་ནས་རྒྱལ་ལ་མཇལ་བྱུང་བ་རེད་དེའི་སྐབས་སུ་རྒྱལ་ལགས་ཀྱི་ཚོར་སྣང་ག་རེ་ཡིན་པའི་ཅིག་ཉན་གོ་སྐབས་མང་པོ་བྱུང་སོང་ད། སོ་སོའི་ངོས་ནས་དེ་ཚོ་ཚང་མ་ཅིག་ཉན་ཡོད་དུས་དངོས་གནས་གང་ཟག་ཅིག་གི་མི་ཚེ་ཧྲིལ་པོ། རྒྱལ་ཁབ་མི་རིགས་ཆེད་དུ། རང་བཙན་འཐབ་རྩོད་བྱེད་དུ་བཏང་རེད་ཟེར་བཞིན་འགྲེལ་བཤད་རྒྱག་ཡོང་དུས། ང་རང་ཚོ་བཙན་བྱོལ་ནང་ལོག་སྐད་ཆ་བཤད་འོས་ན་འདིར་ལྷགས་ཅིག་ང་ཚོས་ཚད་མཐོ་ཤོས་ཅིག་གསལ་བཤད་བྱས་ཡོད་མ་རེད་བསམ་གྱི་འདུག་ངས་བསམ་པ། གར་ཅིག་ཞུ་འོས་ན་ང་རང་ཚོའི་བློས་བཏང་ཞིག་ནས། སྲོག་གི་བློས་བཏང་མི་ཚིག་གི་བློས་བཏང། ཨ་ནི། གར་ཞུ་འོ་རེད་སོ་སོའི་གི། རང་དབང་ཡིན་པའི་ནས་རེད་ཨ་ནི། རྒྱས་སྤྲོས་བློས་བཏང་བྱས་ནས་སྐད་ཆ་བཤད་ཡོང་དུས་བོད་ནང་ལོགས་ལ། ཞུ་ཞུ་བོད་མི་ཚོས་ཀྱིས་བློས་བཏང་ཐོག་ལ་ང་ཚོ་སྐད་ཆ་བཤད་ཡོང་སྐོར་དེ་ཡིན་པ་ནས་བཙན་བྱོལ་ནང་ལོགས་ལ་ང་ཚོ་སྐད་ཆ་ཤོད་ཡོང་དུས་ས་ཆི་ཀའི་རྗེ་ཡར་ཀླུང་ལ་གསུངས་པ་ན་ཆེས་བློ་མ་ཁང་ཐོག་ནས་ཡིན་པའི་ནས་རེད་གང་ལྟར། ཉམས་མྱོང་མི་ཚེ་གི་ཉམས་མྱོང་རིམ་པ་ཐོག་ནས་བཀའ་མོལ་གནང་ཡོང་དུས་དངོས་གནས་བློས་བཏང་ཟེར་བས་ན་དེ་འདྲ་རེད་ཞེས་བརྗོད་རོགས། དེ་འབྲེལ་གྱི་བཀའ་མོལ་ཆགས་བསྡད་ཀྱི་འདུག་ཨ་འདི་ན་ཤེས་ང་ཚོ་སྤྱི་ཚོགས་ནང་ལོགས་ལ་རྒན་ལགས་སྐོར་ལ་བཀའ་མོལ་གནང་ཡོང་དུས་ཨ་རྒན་ལགས་ཀྱི་སྐུ་གཟུགས་ཀྱི་གནས་བབ་རྒན་ལགས་ཀྱི་སེམས་ཁོང་གི་གནས་བབ་སྐོར་ལ་སྐབས་རེ་སྐབས་རེ་གར་ཞུ་གི་འོ་རེད་ཨང། ཚད་མས་འདྲ་འོ་ཅེས་དང་སྐབས་རེ་ཁྱད་གསོད་རྣམ་པ་མཐོང་ནས་འདྲ་མི་འདྲ་ཞུ་གི་ཡོད་རེད་ཡིན་པ་ནས་རྒན་ལགས་ཀྱི་སྐུ་གཟུགས་ཀྱི་གནས་བབ་ག་རེ་ཡིན་མེད་ལ་མ་ལྟོས་པར་རྒན་ལགས་ཀྱི་དགོངས་པ་བཞེས་དང་སེམས་ཁམས་ཀྱི་གནས་བབ།

ང་རང་ཚོའི་མི་ཐོག་གསར་བ་ངོས་ནས་ཤེས་དགོས་པ་ཅིག་གལ་ཆེན་པོ་ཞུ་ཅེས་བསམ་གྱི་འདུག་བྱས་ཙང་ང་དྲུག་བ་ཡིན་པ་ན་དངོས་གནས་རྒྱལ་ལགས་དྲུག་བྱིས་མིག་དཔེ་ལྟ་སར་ཆགས་བསྡད་ཀྱི་ཡོད་སྤྱི་བཏང་རང་བཙན་འཐབ་རྩོད་པ་ཡིན་རུང་མིན་རུང་ཚང་མའི་གིས་རྒྱལ་ལགས་ལ་ཆ་འཇོག་ཆེན་པོའི་ཐོག་ནས་ཡང་ལྟ་དགོས་བ་རེད་བསམ་གྱི་འདུག་ལ་ལྟ་དགོ་ཡ་བཅས་ཆགས་དགོས་བ་རེད་བྱས་ཙང་དེ་འདྲ་ཡོད་དུས་ང་ལ་དྲུག་བ་ཡིན་པ་ན་རྒྱལ་ལགས་དངོས་གནས་གལ་ཆེན་པོ་ཅིག་དང་རྩ་ཆེན་པོ་གང་ས་རྩ་ཆེན་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད། ལ་སོགས་ནི་ལྟ། སྦྱར་ནུས་ལས་ཀྱི་ཡང་ནས་ཡང་དུ་ཞུ་བས་དེ་གཅིག་འདི་ཆགས་ཀྱི་ཡོད་རེད་ལྟ་ད་ལྟ་རྒན་ལྷ་སང་ཚེ་རིང་ལགས་འགྲོ་གྱིན་པ་ཡིན་ན། བོད་དོན་གྱི་འཐབ་རྩོད་ཁྲོད་ལ་ཡང། རང་བཙན་གྱི་རྩོད་ལེན་ནང་ལོག་ནས་བོད་གྲྭ་ཆེ་ཤོས་དེ་དང། ལྷག་པར་དུ་ལྷོ་སྟག་ཆེ་ཤོས་ཅིག་ཡིན་པ་དེ་འདྲས་ཅིག་བཀའ་མོལ། གནང་གི་ཡོད་རེད་སོང་ཙང་ལྟ་གཅིག། གཞན་དག་དང་མ་འདྲ་བའི་གི་ཁྱད་ཆོས་དེ་ག་རེ་ཡོད་རེད་དེ་གང་ལ་ཡང་ཐུག་འདོད་ཅིག་གསུངས་ན། ལྟ་ང་རང་ཚོ་མང་ཆེ་དེ་འདིར་བ་ལྟ་རྡ་རམ་ས་ལ་ལ་ཧ་འདྲ་ཅིག།

ཅི་འདི་ལ་ཞུ་གོ་ཡང་ཁོང་བར་ཆད་བྱུང་བདེན་ཚོ་བཤད་མི་གོ་བྱས། ལགས་སོ།
ཨ་ནི་ད་ལྟ་གནམ་གྱི་གྲོགས་ལ་ད་ལྟ་ཅིག་ལྟ་གོང་དུ་ལྗང་ནུབ་ལགས་ཀྱི་གསུང་བ་ན་ཤི་རེད་ད་ཕྱི་རྒྱལ་སྡེ་བ་ལ་ཨ་རི་སྡེ་བ་ལ་ཡང་སོ་སོ་གི་སྨན་གྱི་ལྗང་ཡག་གི་ད་སྨན་ཐོག་ལ་ཡང་སློབ་གཉེར་གནང་ཡག་གི་གོ་སྐབས་དེ་འདྲ་བྱུང་ཡོད་རེད་ཡིན་ན་ཡང་ཁོ་རང་གི་སྐབས་དེ་དུས་ག་ལ་ཡང་སྨན་གྱི་སློབ་གཉེར་དེ་ཚོ་ཕར་བཞག་བྱས་ད་ལོས་སྟོང་ནང་ར་ལ་ད་འདི་ཅིག་བློ་སྒྲིག་འཛུགས་གནང་ལོ་ལ་ཡང་ཕར་འགྲོ་རང་བཙན་ཐོག་ལ་ཡང་ཅིག་རྩོད་ལེན་གནང་ཡོད་དུས་ཐུགས་ཐག་བཅད་བ་འདི་ཚོའི་གི་ད་ཁོ་རང་གི་བོད་ལ་བཅངས་པའི་གི་ལས་འགན་དེ་སྐོར་ལ་ཡང་ག་རེ་རོགས་ཅིག་མཚོན་དགོས་རེད། ལའོ་ཀླུ་ཐང་ནས་ཚོ་དཔེ་ཁ་གསལ་བོ་རེད་བསམ་གྱི་འདུག་རྒན་ལགས་ཀྱིས། ང་ཚོ་རྒྱལ་ཁབ་མི་རིགས་དང་རང་བཙན་འཐབ་རྩོད་དེ་ལ་ག་གཱས་ཀྱིས་གལ་གནད་ཆེན་པོ་བརྩིས་གནང་གི་ཡོད་པ། དེའི་ཆེད་དུ་ཨ་ནེ་ཚེ་མཐོ་ཤོས་ཀྱིས་གང་ཟག་སྒེར་གཅིག་གི་ཀླུ་ཐང་ཟེར་བས་ན་ག་དེ་ཡིན་པ་མཁྱེན་པའི་ཐོག་ནས་ཕྱག་ལེན་ན་ངེས་ཅན་ཡིན་པ་དཔེ་གསལ་བོ་རེད། ད་མཐའ་མ་དེ་ལ་དགེ་ལ་དགོངས་པ་རྫོགས་དུས་དགེ་ལགས་ཀྱིས། སྐུ་གཟུགས་ཀྱི་གནས་བབ་ཐོག་ནས་སྤྱི་ཡོངས་ནས་ཅིག་མིག་བཏང་ཡོད་འདུག་དངོས་གནས་གང་ཟག་ཅིག་གི་བློས་བཏང་ཟིན་ན་དེ་འདྲ་ཅིག་ཡིན་ས་རེད་བསམ་མེད་བྱོས་རོགས། ཨ་ནི་ད་ལྟ་བར་དུ་ང་རང་ཚོའི་ད་བཙན་བྱོལ་ནང་ལོགས་ལ་ཡང། མི་མང་པོས་ཀྱིས་ང་ཚོ་རྒྱལ་ཁབ་མི་རིགས་ཆེད་དུ་ང་བཙན་བྱོལ་བོད་གཞུང་ཆེད་དུ། ཞབས་ཕྱི་ཞུས་ཡོད་རེད་ཕྱག་ལས་གནང་ཡོད་རེད་ཐུགས་འགན་བཞེས་ཡོད་རེད། ཡིན་པས་ནི་གང་ཟག་ཅིག་གི་གནས་བབ་དེ་འདྲའི། རྫ་དྲག་པོ་ཅིག་ད་ལྟ་སྐྱོ་བོ། སེམས་པ། སེམས་ལ་ཟུག་བའི་དེ་འདྲའི་གནས་སྟངས་སུ་ལ་ཆགས་ཡོད་ན་སྲན་མས་གཅིག་ལྟ། ང་ལ་ཡང་ཡང་སྲན་ཡང་སྲན་ཞེས་སེམས་ནང་ལ་འཁོར་ཡ་བྱུང། ཡིན་པ་ཡིན་ནའི་ད་དུང་རྒན་ལགས་ཀྱི་བློ་སྟོབས་ཡིན་པའི་ནས་རེད། རྒྱུ་འབྲས་ནི་ང་གསུང་ཡོང་གི་འདུག་ག་ཚོད་ཕར་བཅག་པའི་ནས་རེད། རྒན་ལགས་ཅིག་ཁུ་སིམ་ཞུ་ཞུ་བོར་དེ་ཡིན་པ་ཡིན་ན་འཐབ་རྩོད་སྐོར་ལ་ཅིག་བཀའ་མོལ་གནང་ཡོང་དུས་རང་བཙན་སྐོར་ལ་ང་རང་ཚོ་ལ་ཅིག།

བྱས་ཙང་དེ་ཚོ་སྤྱི་ཡོངས་ནས་མིག་ལྟ་ཡོང་དུས་གང་ཟག་གཅིག་གི་མི་ཚེ་ཆ་ཚང་མི་ཚེ་ཧྲིལ་པོ། བློས་བཏང་རང་མ་གཏོགས་ཐ་ན་དྲང་པོ་ཞུ་བས་ན་སོ་སོའི་ཁྱིམ་ཚང་ལ་ཡི་ག་ཚོད་ཅིག་ཐུགས་སྣང་གནང་ཐུབ་ཡོད། སོ་སོའི་ཡི་གེ་བུ་ཕྲུག་ལས་ག་ཚོད་ཅིག་ཐུགས་སྣང་གནང་ཐུབ་ཡོད་བསམ་པས་ཀྱིས་དེ་འདྲའི་ཚོར་བ། ང་གང་ཟག་གེ་ལ་སླེབས་སོང་བྱས་ཙང་དེ་འདྲ་ཡོད་དུས་དངོས་གནས་རླབས་ཆེན་གྱི་རྟགས། ང་བོད་མི་ཡིན་པའི་ཆ་བཞག་ནས། གངས་ཅན་པ་ཡིན་པའི་ཆ་བཞག་ནས་མིག་བཏང་ཡོད་དོ་དངོས་གནས་མཛད་རྗེས་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ལ་ང་རང་ཚོའི་ངོས་ནས་མིག་དཔེ་ལྟ་དགོས་ས་ཅིག་དང། ཨ་ནི་གར་ཞུ་དགོས་རེད། དེ་ལ་ཡང་བལྟ་བའི་ཐོག་ནས། སྒྲུང་གཅིག་པོ་གཅིག་ལ་མ་བལྟ་བར་ཆད་འདི་ལ་ལྷག་ཅིག་ང་རང་ཚོ་གང་ཟག་རེ་རེའི་ངོས་ནས་བློས་བཏང་རྒྱ་ལ་ནང་བཞིན་ཚད་མཐོ་བོ་བྱེད་མ་ཐུབ་པ་ཡིན་ན་ག་རེ་བྱས་འདུག་ཞུ་ཡ་ཤོར་བ། ང་རང་ཚོའི་ཁ་ནས

ལའང་ད་ལྟ་ལྟར། གོང་དུ་རྣམ་པ་གཉིས་ཀྱིས་གསུངས་སོང་ལྟར་འཇིག་རྒན་ལྷ་སངས་རིན་གྱི་མི་ཚེ་ནང་ལོ་ལ་ཡང་དཀྱོགས་མཚམས་གལ་ཆེ་ཤོས་གཅིག་བློ་སྒྲིག་འཛུགས་ནང་ལོ་ལ་ཡང་ཕལ་ཆེར་ནི་བོད་རང་བཙན་རྩོད་ལེན་ནང་དེ་ཆགས་ཀྱི་ཡོད་རེད་ལ། ད་སོང་ཙང་ལྟར་གཅིག། བློ་སྒྲིག་འཛུགས་ཀྱི་ནང་ལོ་ལ་ཡང་ཁོ་རང་ཞུགས་པ་དེས་ཀྱི་ཨ་འཇིག་རྒན་ལགས་ཀྱི་ཆབ་སྲིད་ཀྱི་ལྟ་ཚུལ་ལ་ཡང་ཤུགས་རྐྱེན་འགྲོ་གཅིག་ག་འདྲ་ཐེབས་བ་ངོས་འཛིན་གནང་གི་ཡོད་ན་བྱང་སྣུར་ལ་གསུངས་ན།

བྱས་ཡོད་རེད་བ་ལ། དེའི་གི་རྗེས་ལ་ཡང་ད་ཅིག་རྒན་ལྷ་སང་ཚིང་ལ། དྷརམ་ས་ལ་ལ་ཡང་ཚུར་ཕྱིར་ལོག་གནང་བྱས་བོད་དོན་ཐོག་ལ་ཡང་ད་ཕྱག་ལས་མང་པོ་ཞིག་གནང་འདུག་བ་ལ། གཞུང་དང་གཞུང་ཁོངས་མིན་པའི་ཚོགས་པ་གཉིས་ཀ་ལ་ཡང་ཕྱག་ལས་གནང་ཡོད་དུས། ཕྱག་ལས་ཁོ་རང་གིས་ད་བོད་དོན་ཁྲོད་ལ་ཡང་ཕྱག་ལས་གཙོ་བོ་གཙོ་བོ་ག་རེ་གནང་ཡོད་རེད་དེ་གང་ལ་ཡང་མདོར་བསྡུས་ཅིག་གསུང་ན། ད་སྤྱི་བཏང་ནས་སློབ་མ་ཁམས་བསྒྲེས་པའི་ཐོག་ནས། གནས་ཚུལ་གཅིག་ཡ། རྒན་ལགས་ཀྱིས་གསུངས་སྟངས་ཤིག་གསུངས། ཡ་ཅིག་ཞུས་པ་ཡིན་ན། རྒན་ལགས་ཀྱིས་གསུངས་དུས་ད་ང་རང་ཚོ་ལོ་གཞོན་པ་དེ་ཚོ་རྙེད་ནས་ལོ་བཏང་སོང་ཟེར་རྗེས་འདི་དང་འབྲེལ་བའི་ཐོག་ནས་རྒན་ལགས་བློ་ཕམ་ཞི་བ་གནང་གི་འདུག་འདི་ཡི་ཐུགས་མ་སོགས་གསུངས་ཡ་ཅིག་དེ་འབྲེལ་གྱི་བློ་ཕམ་ཞི་བ་གནང་བའི་ཐོག་ནས་རྒན་ལགས་ཤོམ་རོགས་རོགས་ཅིག་ཐེངས་ཁ་ཤས་གནང་སོང་ཞེས་སོགས་དེ་འབྲེལ་ལབ་དུས་ཡང་འདི་ཡི་སློབ་མ་གང་དང་འབྲེལ་བའི་ཐོག་ནས་རྒན་ལགས་དགོངས་པ་བཞེས་སྟངས་ཐོག་ལ་དེ་འབྲེལ་གྱི་གནས་སྟངས་ཆགས་ཡོད་པ་འདྲ། ཡིན་པ་ཡིན་ནའི་རྒན་ལགས་ངོས་ནས་ད་ཚུ་ལོ་ཆེ། ཨ་ནི།

ནུས་པ་སྟོན་ཆེད་དུས་ཚོད་སྟོན་ཆེད་སུད་སུའི་གི་གར་ཞུ་གོ་རེད་གང་ལྟར། འཇོན་ཐང་འདྲ་མིན་སྟོན་པའི་ཐོག་ནས་གང་ལྟར་བོད་ཁྱིམ་སློབ་གྲྭ་ཞེས་བྱ་ཏི་སི་ཝིས་ལབ་དུས་གནས་བབ་མ་འདྲ་གྱི་ཟོལ་ངན་ནང་ལོག་དངོས་གནས་གང་ཟག་དེ་ཚོ་འགྲོ་བོ་ཅི། གལ་ཆེན་པོ་ཞུ་རེད་ཤག་བྱས་སང་དགེ་ལགས་ཡིན་བས་ནས་རེད་འདི་དང་འབྲེལ་བའི་ཐོག་ནས་དངོས་གནས་སྤོ་བ་གནང་གི་འདུག་ལ། ངའི་ཁྱོད་དོ་སྣང་བྱུང་ཡས་དེ་ད་དགེ་ལགས་སྐུ་སྲུང་ཉམས་པའི་སྐབས་སུ་ད་བོད་ཁྱིམ་སློབ་གྲྭ་ཡིན་པ་ནས་རེད་གལ་ལ་དགེ་རྒན་ཟུར་པ་ཞིག་ཡིན་པ་དང་འཛིན་སྐྱོང་ཟུར་པ་ཞིག་ཡིན་པའི་ཐོག་ནས་ཁོ་རང་ཚོའི་ངོས་ནས་ཡང་དེ་ལ་ཐུགས་ཁུར་བཞེས་རྗེས་ཨ་ནི་ཡང་ཕྱག་རོགས་གནང་ཡ་གི་འབད་བརྩོན་གནང་ཡ་དེ་དགེ་ལགས་ཀྱི་སྐུ་གཟུགས་གནས་བབ་དང་འབྲེལ་བའི་ཐོག་ནས་གང་ཐུག་ཐུག་གར་ཞུགས་པ་རེད་སྨན་ཁང་ཐོག་ལ་གང་སར་བཏང་ཡ་དང་དེ་ཚོའི་ཐོག་ལ་གང་ལྟར་ལོ་མང་པོ་དེ་ག་ཞིག་ཐལ་རེད་དེ་ཡིན་པ་ནས་གང་ལྟར་འབྲེལ་ལམ་དེ་ཟབ་པོ་ཞེ་བོ་ཅིག་དང་བཟང་ཕྱོགས་ཀྱི་རྣམ་པ་ཞེ་བོ་ཅིག་ངེད་ངས་མཐོང་སོང། ངས་ཅིག་ཞུས་གང་ཐུབ་ཀྱིས་ཞུས་ཆོག་དེ།

ཀྲི་སི་བྷི་རང་འདི་དངོས་གནས་ཡར་རྒྱས་ཤུགས་ལོག་ཆེན་པོ་བཏང་ན་ང་འདི་ལྷག་བསམ་ལ་ཡིན། འདི་ངས་ཁྱེད་རང་འཚང་ཁ་བརྒྱབ་སྟེ་དགོངས་དག་འོ། ད་ལོ།
འདི་གང་ལས་མུ་མཐུད་ནས་གསུང་ན་ད་ཅིག། ཁོ་རང་ཆབ་སྲིད་ཀྱི་ལས་འགུལ་ནས་རྒྱལ་ཆེ་ཡང་གཞུང་གི་ནང་ལོག་ལ་ཡང་ཕྱག་ལས་མང་པོ་ཅིག་གནང་འདུག་ཨ་ལ། ཨ་ནི་ད་ལྟའི་ང་ཚོའི་གི་ད། བོད་འབྲེལ་ཉམས་ཞིབ་བསྟི་གནས་ཁང་རེད་ཡང་ཕ་གའི་ལ་ཡང་སྣར་ཐང་དཔར་ཁང། རྒྱ་རྒྱལ་ནང་ཡང་རེད་འདི་འདྲའི་ག་ལ་ཡང་ཕྱག་ལས་མང་པོ་ཅིག་གནང་འདུག་ཨ་ལ། དེའི་ཐོག་ལ་ཡང་ཐུགས་འདོད་ཅིག་གསུང་བཞག་ན།

གཞན་དག་མི་མགོ་ན་ལ་ང་ར་ཤེས་མོ་དེ་འདི་རེད་ལོ་ཅིག། ལགས་སོ།
ཨ་ནེ་རྣམ་རྒྱལ་ལ་འདི་གང་ལ་ཡང་མུ་མཐུད་ནས་ཅིག་གསུང་བ་ཡིན་ན་ད་ད་ལྟ་ཨ་མྱེས་མ་ཆིན་ད་ལྟ་བོད་ཀྱི་ཞིབ་འཇུག་བསྟི་གནས་ཁང་ནང་ལོག་ལྟ་ཁོ་རང་གསར་འཛུགས་གནང་མཁན་ཁོངས་སུ་ཅིག་ཆགས་ཀྱི་ཡོད་རེད་ད་མི་མང་པོ་ཅིག་གིས་ད་རྒན་ལྷ་བཟང་ལགས་ཅིག་ཞུས་དུས་ག་ལ་ཡ་དམ་པ་ཁོ་རང་ཨ་ཅིག་ཆབ་སྲིད་ཀྱི་ལས་འགུལ་བ་ཅིག་ཨ། ལ་ཡང་ཐུག་འགོ་ར། ཡིན་ནས་འདི་ནས་མ་དགེ་ཆེ། ད་དགེ་ལྷ་སང་ལ་འགྲོ་བཞིན་པ་ན་དགེ་རྒན་ཆགས་ཀྱི་ཡོད་རེད་སྙན་ངག་པ་ཆགས་ཀྱི་ཡོད་རེད་རྩོམ་ཡིག་ཆགས་ཀྱི་ཡོད་རེད། ཁོ་རང་ཨ་མྱེས་རྨ་ཆེན་གྱི་ལས་འགན་དེ་འཁྱུར་བའི་གི་རྗེས་ལ་ཡང་ད་ཅིག་དུས་ཚོད་མང་པོ་ཅིག་ཉམས་ཞིབ་རེ། རྩོམ་ཡིག་ནང་ལོག་ལ་བཏང་ཡོད་དུས་ད་དེའི་གི། དགེ་ལྷ་སང་ལགས་ཀྱིས་ད་སྒྱུ་རྩལ་གྱི་ཐོག་ནས་ཨ་ནི་བོད་ཀྱི་རིག་གཞུང་ཐོག་ལ་ཡང་ཅིག། ཕྱག་ལས་ག་འདྲེ་སྒྲོག་ཅིག་གནང་ཡོད་རེད་དེ་གང་ལ་ཡང། རྣམ་རྒྱལ་ལ་གསུངས་ན།

ཨ་ནི་ཡང་དེབ་ནང་ལོ་བྲིས་བ་མཐོང་ཡོང་དུས་ཡང་འདི་རང་བཞིན་གྱི་རྒྱལ་ལ་སྡིག་གིས་གནང་འདུག་བསམ་མའི་དངོས་གནས་ཧ་ལས་ཆེ་རེད་ཤག་ཡིན་པ་ཡིན་ནའི་ངས་གར་བསམ་ཀུན་ཏུ་ཞུ་བས་ན་རྒྱལ་ལགས་ཀྱི་སྒྱུ་རྩལ་གྱི་རྒྱབ་ལྗོངས་འདི་ཡང་གལ་ཆེན་པོ་ཞིག་པོ་ཆེ་རེད་ཤག་སྤྱི་ལྟར་ནས་ང་ང་རང་ཚོ་རྒྱུན་ལྡན་ནས་གཅིག་མིག་ལྟ་ཡོང་དུས་སྒྱུ་རྩལ་བ་ཞེས་ལབ་དུས་རང་བཞིན་གྱི་གང་ཟག་འདི་ཨ་ནི་འཚོ་བ་དྲང་པོ་ཅིག་ཡོད་བ་ཅིག་དང་ཨ་ནི་གར་ཞུ་བོ་རེ་རྩིས་ཞིབ་བོ་མ་རྒྱག་ངེས་ཅིག་ཡིན་པ་ཡིན་ནའི་ག་རེ་ཡིན་པ་ཚོར་བ་ག་རེ་ཡིན་པ་དེ་ཕྱི་གསལ་ནང་གསལ་གྱི་རྣམ་པ་ཐོག་ནས་སྟོན་ཐུབ་ངེས་ཀྱི་ལྷག་པར་དུ། རྒྱལ་སྤྱིའི་སྟེང་ནང་ལོགས་ལ་མི་རིགས་འདྲ་མིན་གྱི་འཐབ་རྩོད་ནང་ལོགས་ལ་སྒྱུ་རྩལ་བ་ངོས་ནས་དངོས་གནས། གར་ཞུ་བོ་རེད་དེ་ནང་ལོགས་ལ་ཕྱག་ལས་གལ་ཆེན་པོ་གནང་བ་མང་པོ་བྱུང་ཡོད་རེད་ཆེ་ས་དེ་འདྲ་ཡིན་དུས་ང་རང་ཚོ་བོད་ཀྱི་འཐབ་རྩོད་ནང་ལོགས་ལ་བོད་ཕྱི་ནང་གཉིས་ནང་ལོགས་གཟིགས་པ་ཡིན་ན། སྒྱུ་རྩལ་གྱི་ལམ་ཐོག་ནས་སྒྱུ་རྩལ་བ་མང་པོའི་ངོས་ནས་ཡང་བོད་ཀྱི་འཐབ་རྩོད་ནང་ལོགས་ལ་དངོས་གནས་གར་ཞུ་བོ་རེད་ཞབས་འདེགས་མང་པོ་ཞུ་བའི་གོ་སྐབས་བྱུང་ཡོད་རེད་ཆེ་ས་དགེ་ལྷ་ས་ན་འགྲོ་བ་ཡིན་པར་བྱ་ཞེ་ན། རྩོམ་པ་པོ་ཀྱི་ངོ་བོ་ཐོག་ནས། སྙན་ངག་གྲགས་ཅན་གྱི་ངོ་བོ་ཐོག་ནས། ད་གར་ཞུ་འོ་རེད། བོད་མི་གཅིག་གི་འཚོ་བ། སྐྱབས་བཅོལ་བ་གཅིག་གི་འཚོ་བ། ཨ་ནི། གང་ཟག་གཅིག་སོ་སོའི་རྒྱལ་ཁབ་ནས། གྱེར་ཏེ་ཨ་ནི། བཙན་བྱོལ་ནང་ལོགས་ལ་ལྷག་དེ་ངས་ལྷུང་དེ་ངས་གང་ཟག་གཅིག་གི་འཚོ་བ། དེ་ན་ཞིག་ཕ་ཡུལ་ལ། ཕ། ལོ་ཡག་འདི། ཨ་ནི། ཉི་མ་ཉི་མའི་གྱི། བསམ་བློ། སེམས་ནང་ལ་སེམས་ཁམས་ནང་ལོགས་ལ་ཚོར་བ་ནང་ལོགས་ལ་ཡོད་བདེ་བ་གང་ཟག་དེ་འདྲས་ཅིག་གིས་ཚོར་བ་དེ་ཚང་མ་སྙན་ངག་ནང་ལོགས་ལ་འདྲེན་པའི་རྣམ་པའི་ཐོག་ནས་འཐབ་རྩོད་ལ་ཡང་ཨ་ཕ། མ། སྟོན་ཐུབ་ངེས་ཀྱི་གང་ཟག་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། བྱས་ཙང་དེ་འདྲས་ཡོད་དུས་ང་རང་ཚོ་སྐབས་རེ་ཡང་སྙན་ངག་ཞུ་དུས་གར་ཞུ་བོ་རེ། ཅིག།

འཚོ་བ་དེ་ང་ཡི་འཚོ་བ་དེ་གླེང་མྱོང་ཡོད་ཞུ་ཡས་འབྱོར་བ་དེ་འདྲས་ཀྱི་ཐོག་ནས་བྲིས་ཐུབ་ངེས་ཅིག་དང། དེ་འདྲའི་འཚོ་བ་སྟོན་ཐུབ་ངེས་ཀྱི་གང་ཟག་ཅིག་ཆགས་བདེ་བོར་བྱས་ཙང་དེ་འདྲས་ཡོད་དུས་རྒན་ལགས་ཀྱི་ནུས་པ་དེ་རྩལ་དེ་བེད་སྤྱོད་བཏང་ཆེད་ཨ་ནི་ཡང་འཐབ་རྩོད་ལ་རིམ་པ་འདྲ་མིན་ཐོག་ནས་བེད་སྤྱོད་བཏང་ཐུབ་པ་བྱུང་ཡོད་རེད་རྒྱུ་མཚན་དེའི་རྐྱེན་པས་ཡང། གར་ཞུགས་འོག་རེད་ང་རང་ཚོས་ཀྱི་སྡིངས་ཆ། མ་འདྲ་དེ་འདྲས་ལ། རྩོམ་ཡིག་བྲི་ས་ཀྱི་སྡིངས་ཆ། སྙན་ངག་སྒྲོག་སྦྱངས་གནང་ས་ཀྱི་སྡིངས་ཆ། ཨ་ནི་གཏམ་བཤད་གནང་ས་ཀྱི་སྡིངས་ཆ། ཐོག་ལ་ཨ་ནི་ཡ། བོད་མི་གཅིག་གི་འཚོ་བ་སྟོན་ཐུབ་པ་ཅིག་དང། བོད་ནང་ལོག་གཞིས་བཞུགས་བོད་མི་མང་པོའི་ཀྱི་འཚོ་བ་ག་རེ་ཡིན་པ་ཅིག་དེ་ཚང་མ་འགྲེམས་སྤེལ་གནང་ཐུབ་ངེས་ཀྱི་གང་ཟག་གལ་ཆེན་པོ་ཅིག་ཆགས་དེ་ཧོར་བྱས་ཙང་དེ་འདྲས་ལ་དུས། ངའི་སྨྱོས་ནས་རྒྱལ། སྒྱུ་རྩལ་བས་ཀྱི་རྒྱབ་ལྗོངས་ཅིག་དང་ཉམས་ཞིབ་པས་ཀྱི་རྒྱབ་ལྗོངས་སྙན་ངག་གྲགས་ཅན་ཅིག་གི་རྒྱབ་ལྗོངས་འདི་ཀྱི་འཐབ་རྩོད་ནང་ལོག་ལ་མཉམ་ཞུགས་གནང་ཐུབ་ཡས་ཅིག་དང་འདི་ནང་ལོག་ལ། ང་རང་ཚོའི་ལྷག་པར་དུ་བཙན་བྱོལ་ནང་ལོག་ལ་དངོས་གནས། རྩེ་ཕུད་ཀྱི་གར་ཞུ་བོ་རེ། ཞབས་སྟེགས་ཀྱི་ཞུས་ཐུགས་ངལ་གྱི་གང་ཟག་ཅིག་ལ་ངོས་འཛིན་ཞུ་གི་ཡོད་ལ་དེ་འབྲེལ་གྱི་ཕྱག་ལས་དངོས་གནས་རླབས་ཆེན་ཅིག་གནང་ཐུགས་ཡོད་རེད་སྣང། ལགས་སོ། ཨ་ནི་ཇཱན་ཨུ་ལ་འདི་གང་ལ་ཡ་ཐང་གི་གོང་དུ་ཨ་བེགས་ཅིག་གསུངས་སོང་ད། རྒན་ལྷ་སངས་སིང་ལ་འགྲོ་གྱིན་པ་ཡིན་ན་བོད་ལ་ཡ་ཕ་ཕྱི་ལོག་གནང་ཡོད་རེད་ཅེས་ནས་གསུངས་སོང། ཨ་ནི་སྐབས་དེ་དུས་ག་ལ་ཡ་ད་ཅིག་རྩ་བའི་ཆ་ནས་ད་ལོ་གསུམ་བཞིས་ཕ་ཞུ་བས་ཀྱི་ཆ་ཤས་ཅིག་གནང་འདུག་ཡིན་ན་ཡང་ད་ཅིག་བོད་ནང་ལུགས་ཀྱི་དངོས་ཡོད་གནས་སྟངས Demographic Aggression ལ་འུར་བ་ལ་ཅིག་ད། བོད་ནང་ལོ་ལ་ད་རྒྱ་ནག་གི་ད་མི་རིགས་མང་པོ་ཅིག་སླེབས་ཡོང་དུས་དེའི་གི་རྔམ་སྐྲག་གི་ཐོག་ནས་ཨེ་གཅིག་ལམ་སང་ཚུར་ལོག་ཕེ་བྱས་ནི་གོང་ས་ཆོས་ལ་ཡ་གནས་གནས་སྟངས་བོད་ནང་ལོག་གི་རྫ་དྲག་པོའི་གི་གནས་སྟངས་སྙན་སང་ཞུ་ཡ་རེད་དེ་འདྲའི་གི་ཐོག་ནས་བོད་ནང་ལོག་གི་འགྲོའི་ཕེ་གི་གནས་སྟངས་ད་འདི་གོང་ལ་ཡ་ཐུན་ཐུན་ཅིག་གསུང་ན། འདི་བོད་ནང་ཕ་ཕེ་ཡ་དེ་དང་པོ་དེ་འདི་ལ།

བྲིས་ཚར་བའི་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་ཡིན་ནའི་སྐད་བཏབ་པར་སྐྲུན་མ་ཞུས་ཡས་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་སོང་ཙང་ད་དེའི་ཐོག་ལ་ཡང་ཅིག་རྒན་ལྷ་བསང་ལགས་མཉམ་དུ་བཀའ་མོལ་བྱུང་ཡས་གི་གོ་སྐབས་དེ་འདྲ་བྱུང་ཡོད་ན། ད་ཕྱག་དེབ་དེ་དང་འབྲེལ་བའི་ཐོག་ནས་རྒན་ལགས་ཀྱིས་ཐེངས་ཁ་ཤས་ཅིག་ང་དེབ་ཅིག་བྲིས་ཀྱི་ཡོད་བྲིས་ཀྱི་ཡོད་ཅེས་ཅེས་སྙན་མ་གསུངས་པ་དྲན་གྱི་འདུག་དེའི་རྗེས་ལ་དེབ་ཁྲི་ཚ་ཡོད་པར་སྐྲུན་ཐོག་ལ་ཏག་ཏག་མ་འགྲིག་པ་གཅིག་དང། ཨ་ནི། མཐའ་མ་དེ་ལ Proof Reading ཞུ་རྒྱུར། དེ་དང་འབྲེལ་བའི་ཐོག་ནས་ཏག་ཏག་ཅིག་མ་འགྲིག་ཆེད་ད་ལྟ་བོད་དུ་པར་སྐྲུན། བྱེད་མ་ཐུབ་པ་དེ་འབྲེལ་གྱི་ཐོག་ལ་ཨ་ནི་ཡང་སྒེར་ལ་བློ་ཕམ་ཅིག་མང་པོ་གནང་གི་འདུག་ད་དངོས་ཡོད་ཞུ་བས་ན་དེབ་འདི་གི་ནང་ལོ། མཛུབ་སྟོན་ག་རེ་ཡོད་བ་ཅིག་དང་དེའི་ནང་ལོགས་ལ་རྒྱལ་ལ་ག་རེ་ག་རེ་བསྐྱོད་ཡོད་བ། ཨ་ནི་དེ་རོབ་ཚོད་ཅིག་རྒྱལ་ལ་གསུང་གི་འདུག་དེ་ཡང་སེ་ཡང་སེ་གསུང་གི་འདུག་ཡིན་བ་ཡིན་ནས་ད་གཙོ་བོ་དེ་ངས་འདི་བསམ་གི་འདུག་གལ་ཏེ་ང་རང་ཚོ་དེབ་དེ་པར་འབྲི་ཞུ་ཐུ་ཨེ་གི་གནས་བབ་ཆགས་བ་ཡིན་ན། མ་གཞི་ཁོ་རང་ནས་ང་རང་ཚོ་ད། མི་དམངས་ཚོས་ཀྱི་རང་བཞིན་གྱི་དགེ་ལགས་ཀྱི་འཐབ་རྩོད་དང་འབྲེལ་བའི་ཐོག་ནས་ང་ཚོ་སྤྱི་ཚོགས་དང་འབྲེལ་བའི་ཐོག་ནས་དགོངས་པ་བཞེས་སྟངས་ག་རེ་ཡིན་པ་ཅིག་དང་འདི་དང་འབྲེལ་བྱེད་དགེ་ལགས་ཀྱི་ག་རེ་གལ་ཆེན་པོ་བརྩིགས་ཡོད་པ་ཐོག་ལ་གཏོགས་ཤིག་མཁྱེན་རྟོགས་བྱུང་རེད་བསམ་པའི་ཐོག་ནས་ང་འདི་སྐོར་ལ་ཞིབ་ཞིབ་ཅིག་ད་ཤེས་ཀྱི་མེད་དེ་དགེ་ལགས་ག་རེ་གསུངས་པ་ནང་ལོགས་ནས་གནས་ཚུལ་མང་པོ་ཞིབ་ཅིག་གལ་ཏེ་རྗུན་མ་པོ་དོན་བྱེད་ཐུབ་པ་ཡིན་ན་མི་དམངས་ངོས་ནས་རིམ་པས་དེ་ནས་ལྗགས་ཀློག་གནང་ན་ཡག་གི་རེད་བསམ་གྱི་འདུག་ངས་བསམ་པ། འཇའ་ནུབ་ལ་འགྲོ་གྱིན་པ་ཡིན་ན་ད་ཐུགས་རྗེ་ཆེན་པོ་ཡོད་དུས་ག་ལ་ཡ་ཅིག། དེབ་འདི་གི་ནང་དོན་གང་ལ་ཡ་ཅིག། མཁས་མདོག་འདི་འདྲས་ཡོད་ན། ཐགས་བཟང་སྙན་པོ་ཀང་ཀ་མོ་རུ་བྱུང་ཟེར་བ། དེ་བྱས་ན་ཡང་སྐད་ཆ་ཆེན་པོ་བཤད་ན། ཁོ་རང་གི་དེ་དུས་འདིའི་ཐོག་ལ་དེབ་འདིའི་ནང་ལ

ད་ཅི་ཐག་ནས་ངས་དེ་བསམ་གི་འདུག་ཆ་དེ་དེ་དང་འཕྲད་པའི་ཐོག་ནས་ཐད་ཀར་འབྲེལ་བ་དེ་དགེ་ལགས་ཁྱིམ་ཚང་ཆགས་བདེ་བོ་རེད་དགེ་ལགས་བུ་ཕྲུག་ཆགས་བདེ་བོ་རེད་དེ་བདག་དབང་དེ་ཁོ་རང་ཚོ་ལ་ད་ཁྲིམས་ཐོག་ནས་ཞུ་བ་ཡིན་ན་དགེ་ལགས་ག་རེ་ཡོད་པ་དེ་བདག་དབང་དེ་རང་བཞིན་གྱིས་ཁོ་རང་བུ་ཕྲུག་ཚོ་ལ་ཡོད་ཀྱི་ཡོད་དུས་ད་བུ་ཕྲུག་ངོས་ནས་འདོད་པ་ག་རེ་དོ་དེ་གཞི་བཞག་གིས་བསྟུན་པའི་ཐོག་ནས་ཨ་ནི་ང་རང་ཚོ་ངོས་ནས་རྒྱབ་སྐྱོར་ག་རེ་ཞུ་བའི་ཐོག་ལ་མདུན་སྐྱོད་བྱས་མ་གཏོགས་ཡ་ང་ཚོའི་ངོས་ནས་གཅིག་བྱེད་དགོས་འདུག་གཉིས་བྱེད་དགོས་འདུག་ཟེར་བྱས་ཁོ་རང་ཚོ་ལབ་པ་ཡིན་ན་ད་ལྟའི་གི་དུས་ཚོད་དེ་ལ་ཁོ་རང་ཚོ་ཚོར་བ་ག་འདྲ་རེ་བྱུང་གི་ཡོད་ན་ཁོ་ཚོའི་གི་འདོད་པ་ག་འདྲ་རེ་བྱུང་གི་ཡོད་ན་དྲང་པོ་ཞུས་ན་ངའི་གི་ནི་ཚོད་དཔག་ཐིག་གི་མི་འདུག་བྱས་ཙང་དེ་འདྲ་ཡོད་དུས་ད་རིམ་པས་ཕྱིན་ཆད་ད་རྒན་ལགས་དགོངས་པ་རྫོགས་ཚར་ཚེ་རེད་ཨ་ནི་རིམ་པས་ཕྱིན་ཆད་ཁོ་རང་ཚོ་ལ་སྐད་ཆ་བཤད་ཆེད་ཨ་ནི་ད་ཁོ་གཉིས་ཀྱི་འདོད་པ་ག་རེ་ཡིན་པ་ཨ་ཏན་ཏན་རྒན་ལགས་བུ་མོ་འདྲ་བོ་ཡིན་པ་ཡིན་ན་ཨ་ནི་ཟླ་བ་དྲུག་ལྷག་ཟེར་ཏེ་ང་ལ་རྒན་ལགས་མྱང་པོ་དམིགས་བསལ་དུས་ཚོད་བཏང་ཡ་གི་གོ་སྐབས་བྱུང་ཡོད་རེད་ཁྱེད་ཚང་འདིའི་བརྒྱུད་རིམ་ཐོག་ནས་དེ་འདྲའི་རྒྱལ་ལགས་ཉོས་ནས་དགོངས་པ་ག་རེ་ཡོད་པ་དེ་མོ་རང་ལས་གསལ་བོ་གསུངས་ཡོད་རེད་བསམ་གྱི་འདུག་ཁྱེད་ཚང་དེ་འདྲའི་སླེབས་དུས་རང་བཞིན་གྱིས་ད་ཁོ་རང་ཉིད་ཀྱིས་འདོད་པ་བསྟུན་ཆེད་ཐ་མལ་གྱི་ཐག་ཆོད་ག་རེ་ཡིན་པ་དེ་ཁོ་གཉིས་གནང་ཡ་ཆེད་འདི་བྱས་ལ་ནི་རྒྱབ་སྐྱོར་ག་རེ་ཞུ་བ་དེ་ང་རང་ཚོ་དེ་རྒྱལ་ཁབ་འདྲ་མིན་ལ་ཡང་ཞུ་ཉེན་གྱི་རང་བཙན་ཐག་ཆོད་པ་ཡོད་རེད་ང་ཚོའི་ངོས་ནས་རྒྱབ་སྐྱོར་ག་རེ་ཞུ་དགོས་བྱུང་ནས་ང་ཚོ་ཞུ་ཡ་རེད་བྱོན། གཙོ་བོ་ནི།
རྣམ་པ་གཉིས་ང་ཚོས་ཀྱི་ལས་རིམ་ཐོག་ལ་ཡར་བསྐྱར་བྱས་གཅིག་ད་ཐུགས་རྗེ་ཆེན་པོ་ཡོད་རེ་ཡིན་ནས་ལས་རིམ་ཐོག་ལ་ཡར་བསྐྱར་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞེས་ནས་ཞུ་གི་ཡིན།